ངོ་ནུ་རྒྱུ་བ་དེང་གི་བློ་སྟོང་རྣམ་པ་བཞི་རྒྱལ་བུ་ཁྱེད་མི་ཁྱེད་བ་རྣམ་མེད་བསམ་མེད་རྒྱལ་ཕྱི་ལུགས་རྒྱུ་བ་དགའ་བསྟན་གྱི་ཞུ་རྗེས་ཀྱི་དེ་ནང་བློ་སྟོང་རྣམ་པ་བཞི་ག་ངོ་སྤྲད་ཟེ་མོ་དུར་བཞུ་ལས་བཞུ་ལས་ལ། འོམ་བློ་སྟོང་རྣམ་པ་བཞི་རྒྱལ་བུ་ངོ་སྤྲད་བཞུ་ལས་གབ་ག་བརྗོ་བརྒྱ་རྣམ་པ་གསུམ་གའི་ཐོང་ནས་བཞུ་ལས་ལ། གོང་མ་རང་བློ་སྟོང་རྣམ་པ་བཞི་ག་དྲང་བདེན་གཉིས་པ་ག་བློ་སྟོང་རྣམ་པ་བཞི་ག་འགྲེལ་བཤད་གསུམ་པ་ག་བློ་སྟོང་རྣམ་པ་བཞི་གའི་ཉམས་ལེན་ཨ་ལ་ཀམ་གོ་རིམ་ག་འོ། འོ་དུ་ག་ཨ་ནི་འོ་དུ་ལྟ་བུ Tropic། སམ། བརྗོད་བྱ་རྣམ་པ་བསམ་གྱི་གདོང་མདའ་ངོ་ཏྲི་ཟེ་མོ་དུར་བཞུ་ལེ་ཨ་ནི་མེའོ་ཅཱ། ནི་ཨའི་ཏི་ནི་གོ་མ་ར། བློ་ལྡོག་རྣམ་པ་བཞིའི་མདའ་གང་ཞུ། ཧང་གི་ལ་ཡ་དང་ནི་ལ། བརྡལ་འཇོ་རྙེད་པར་དཀའ་བ། ཚེ་མི་རྟག་པ། ལས་རྒྱུ་འབྲས། འཁོར་བའི་ཉེས་དམིགས་ཨ་ནི་འོ་དུ་བཞི་ག་ཞོ། བློ་ལྡོག་རྣམ་པ་བཞིའི་ཨ་ནི་ངོ་ནི་ཡིག་བཅད་ཀྱི་བ་ལ་ཨ་ནི་བཞུ་ལེ་ལ། འོམ། འོམ་བདལ་ཅོ་རྙེད་པར་དཀའ་བ་བདག་གང་སྐྱེས་བུ་ཞོ་ཧང་ལྟ་བུ་དོར་བའི་ཡིག་ཆ་རྒྱུད་ལ་བཞུགས་ནས་ལ་ཨའི་ཏིང་ཀ། བདལ་བ་བརྒྱད་དང་སྦྱོར་བ་བཅུ་ལྡན་པའི་ག་དུ་བཅུ་ལྡན་པའི་ག་མི་ལས་རིན་པོ་ཆེའི་དུར་ཀ་ཞོ་བདལ་སྦྱོར་རྙེད་པར་དཀའ་བ་ཡིག་ཆ་རྒྱུད་ལ་ཨ་ནི་བཞུགས་ལས་ལ་ནི་ཨའི་ཏིང་ཀ། བདལ་བ་བདག་གང་སྐྱེས་བུ་ཞོ་རྨིས་སྐོམ་པའི་གནས་བརྒྱད་ཀྱི་མཐར་ནི།

ཨ་ཡེ་ཏན་ཅན་ཆུ་ནང་ག་སྲུང་མ་བུ་སྐན། རྒྱལ་སྲས་ཆེན་པོ་ཞི་བ་ལགས་ཀྱི་སྲུང་མ་ལ་མེ་ལ་ཧང་སྟེ་སྲུང་མ་ལ་བདག་ནི་ལ། དལ་འབྱོར་བདེ་ནི་བསྙེན་པར་ཤིན་ཏུ་དཀའ། སྐྱེས་བུ་བདེ་འགྲོ་ཐོབ་པར་འགྱུར་བ་ལ། རྒྱལ་ཏེ་འདི་ལ་ཕན་པ་མ་བསྒྲུབས་ན། འཆི་ལྟས་ཡང་དག་འབྱོར་པ་ག་ལ་འགྱུར་ཨ་ནི་སྲུང་མ་ལ་ལ། ཨ་ཡེ་ཏན་དལ་འབྱོར་བསྙེན་པར་དཀའ་བ་ནི་བ་དལ་འབྱོར་སྨི་རི་རིན་པོ་ཆེ་ད་གའ་དལ་བ་རྗེ་དང་འབྱོར་བ་བཅུད་ལྡན་པའི་སྨི་ལེ་རིན་པོ་ཆེ་ཤོག

ཨེ་བ་ཀའི། བདག་གཞན་གཉིས་ཀ་རང་དང་གཞན་སེམས་ཅན་རང་དང་གཞན་སེམས་ཅན་ཐམས་ཅད་ལྷ་དང་མིའི་གོ་འཕང་དང་མཐར་ཐུག་སངས་རྒྱས་ཀ་གོ་འཕང་སྐྱེས་བུ་ཀ་བདེན་ད་ཀས་གདམས་པའི་ཆོས་སྐྱེས་བུ་ཚུལ་བཞིན་དུ་མ་བསྒྲུབས་ནས་ལ་མ་འོངས་པ་འུར་རྡོ་ལྟ་བུ་དལ་འབྱོར། དལ་འབྱོར་སྨིན་རེ་རིན་པོ་ཆེ་མྱོང་བེ་ཤོ་རྣམ་མེད་བསམ་མེད་བཀའ་བློས་བཅའ། ཨ་ནི་ངོ་ནའི་སྲུང་མ་ལ་ཨེ་ཞུ་ལ། ངོ་ནུ་གུ་བ་བདེན་གྱི་ཨེ་བདེན་དལ་འབྱོར་རྙེད་པར་དཀའ་བ་ཨ་ད་ག་འགྱེད་བུ་ཤོ་འུར་རྡོ་ལྟ་བུ་དོར་གུ་བ་ལ་ཨ་ནི་ཞུ་ལེ་ལ། ཨོ་ན་ཙི་ཙི་ཚེ་མི་རྟག་པ། ཨ་འགྱོ་ལ་མི་ལ། ཨོམ་ཨེ་ཏིན་ཚེ་མི་རྟག་པ་ད་ག་འགྱེད་པོ་ལ། ནི་ཧང་ཏི་གི་ལ་ཡ་ཨན་ཞུ་ནི་ལ། ཨོམ་སྤྱིར་བཏང་ཨེ་ཏིན་ག་ཨོ་མ། གི་ནམ་ཞིག་ཆ་མེད་གི་ལ་མི་ལ་གི་ཏི་ཆོ་ལི་མོ་ཨོ་མ་ཅེག་པ་ཨོ་མ་མོ་རི་ནི་ན་ནི་ལ། ཨོ་མ་ལེགས་པ་རང་ཅེག་པ་ཨོ་མ་མོ་རི་ནི་ད་ནི་རང་ག་ཆ་རོ་བ་ལ་རིམ་གྱིས་རིམ་གྱིས་ནམ་ཞིག་ཆ་མེད་ག་ཐུང་ག་ནི་ཤི་ནི་མང་པོ་དུ་འདི་ན་ལ་ཚེ་མི་རྟག་པ་འཇོན་ནི། ནི་གི་ནི་རང་བུ་ཨེ་ཏིན་ག་སེམས་མཁས་པོ་ལ་རྟག་འཛིན་ག་སེམས་གི་ལ་མི། ངོ་བོ་ནི་ལྟ་བུ་མང་གི་བ། ཨའི་ཏིན་གང་མ་ཚད་མི་རྟག་པ་ད་ག་འགྱེད་པོ་ཞོག་ཨའི་ཏིན། ནི་གེ། སློབ་དཔོན། ཨ་རི་ཡ་སྡེ་བ་གིས་དབུ་མ་བཞི་བརྒྱ་པ་ན་ག་སྲུང་མ་བྲལ་མེད་ལ། ཧང་སྟེ་སྲུང་མ་བཅའ་བཏང་ནས་ལ། ཨའི་ཏིན་བ་ག། འུ་དུ་ལྟ་བུ་དུར་སྲུང་མ་བཅའ་མེད་ལ། འཆི་བའི་རྐྱེན་ནི་ཤིན་ཏུ་མང། འཚོ་བའི་རྐྱེན་ནི་ཤིན་ཏུ་ནོ། བདེ་ཡང་འཆི་བའི་རྐྱེན་དུ་འགྱུར་ཨ་ནི་སྲུང་མ་བཅའ་ལ། ས་ཛམྦུ་ལིང་ནང་ག་སྐད་འཆུམས་ཏེ་ལ། ཨེ་བ་ཀ་ཤི་ལི་ཀ་ཀན་མི་རྟག་པ་ཀན་རྒྱལ་པོ་མནའ་མའི་བསམ་པའི་རྨང་པོ་ཅཱ་འགྱོད་ལ་ལ་ཤི་ལི་ཀ་ཀན་མཐུན་རྐྱེན་མནའ་མའི་བསམ་པའི་རྨང་པོ་ཚོགས་པ་ཅཱ་འགྱོད་ལ་ལ། ཆོ་ལི་ཀ་ས་ཛམ་བུ་ལི་ནང་ཀ་མི་ཚེ་སྐྱེས་བུ་ཡུན་རིང་པོ་སྐྱོང་ནི་ཆོ་ལི་ཀ་ལ་མཐུན་རྐྱེན་རྒྱལ་པོ་མནའ་མའི་བསམ་པའི་སྙུང་པོ་ཀི་ལ་འགྱོད་ལ། ཨོམ་ཀྱང་འཆམ་འཆམ་ད་རང་རྒྱལ་པོ་མི་ཚེ་སྐྱོང་མེད་ཀ་མཐུན་རྐྱེན་རྒྱལ་པོ་འཆི་བ་མི་རྟག་པ་ཀན་དུ་འགྱུར་ནི་འུ་དུ་ད་བུ་དིན་ཅཱ་འགྱོད་ལ། ངུ་ལུ་རྒྱུ་བ་དེ་ཉིད་ཨེ་བ་གི་ཏི་མཆོག་ལེན་མོ་གི་ཏི་ཤི་ལེན་མོ་རྩ་དང་པོ་ལས་རྟག་པ་བསྟན་པ་ཧ་ན་མ་འཇ་ན་ཨ་ནི་འོ་དུ་སུ་འགའ་ཞོ་ཚེ་མི་རྟག་པ་ཨ་གི་བ་ལ་ཨ་ནི་ཞུ་ལེན་ནི་འོ་ན་ག་ཚིག་འཛིན་ཞོ་ཧང་སུ་མ་ལ་དང་ནི་ལ་ཨ་ཡི་ལེན་བ་ག་ནི་ལས་རྒྱུ་འབྲས་ཨ་ནི་ནི་ལ་ལས་རྒྱུ་འབྲས་ནི་འོ་མ་ཨ་ཡི་ལྡན་བ་ག་དགེ་བ་དོ་སྒྲུབ་ནི་ལ་གནས་སྐབས་ལྷ་དང་མི་མགོ་འཕང་དང། མཐར་ཐུག་སངས་རྒྱས་ཀ་མགོ་འཕང་མྱོང་པའི་ཀ། འུ་དུ་ལྟ་བུ། འབྲས་བུ་འུ་དུ་ལྟ་བུ་མྱོང་པའི་ཀ་ཅཱ་ཨ་ནི། སྡིག་པ་དུར་ཨ་མདའ་ནི་ལ་ཨེ་བ་ཁམས་གསུམ་འཁོར་བ་ཨ་ནང་ཀ་སྐྱེ་ལས་དང་ཁམས་གསུམ་འཁོར་བ་ནང་སྐྱེ་བོ་ངན་སོང་གསུམ་ཀ་སྐྱེ་ལས་ཀ་ཨ་ནི་འུ་དུ་ལྟ་བུ། མྱོང་པའི་ཀ་འབྲས་བུ་འུ་དུ་ལྟ་བུ་མྱོང་པའི་ཀ་ཅཱ་ཨ་ནི་ཡོད་ལ་ལས་རྒྱུ་འབྲས་དག་ག་འགྱུར། ཁམས་གསུམ་འཁོར་བ་ནང་ཀ་ཆོས་ལས་སྐབས་ཀ་དགེ་བ་དུར་གླེགས་བུ་དུར་སྒྲུབ་ནི་ལ

དཀར་པོ་ག་ལེ་དང་གནག་པོ་ག་ལེ་ཨ་ནི་དགེ་བེད་ཀྱི་ལེ་དང་སྡིག་པེད་ཀྱི་ལེ་ཨ་ནི་འོ་དུ་ནིག་ཙིང་ཅག་འོ་དུ་ནིག་ཙིང་ནང་གི་ནི་འོ་དུ་ནིག་ཙིང་ཤོ་རང་ག་འབུ་འདི་ལེ་ཅག་ན་བར་འབུ་འདི་ལེ་ཧང་ན་མ་ཅག་ན་སུང་མ་ན་མེ་ལ་འོ་ནུ་ད་བུ་གུ་ཏིང་གི་ལེ་རྒྱུ་འདྲེ་ཨ་ནི་ལ་ནི་བཞི་པ་ག་ཤོ་འཁོར་བའི་ཉི་མིག་ཨ་ནི་ཧོ་མ་ཡི་དེ་འཁོར་བ་སྣང་ག་སྐྱེ་འཆི་འདི་ལ། སྡུག་བསྔལ་མ་གཏོགས་བདེ་བ་རྩ་དང་པོ་ལས་མ་འཇལ་ན་ནི། འཁོར་བ་ཁ་བརྒྱའི་རྩའི་ཙམ་ཡང་བདེ་བ་རྣམས་ཡང་ཡེ་མ་ཡིན་ན་ནི། ངོ་ནུ་ད་བུ་གསུང་མ་བསྐྱུར་བ་ལ། ངོ་ནུ་བསྐྱུར་བ་དེ་ཉིད་འཁོར་རིགས་ཀྱི་ཉི་མ་ཡིན་ན་ནི་ལ། ཨ་ཡི་དེ་འཁོར་བ་སྣང་ག་སྐྱེ་འཆི་འདི་སྐྱེ་རྒ་ན་འཆི་ཀ་སྡུག་བསྔལ་གྱི་ལ་ལ། འགྱོད་ལ་མ་འགྱོད་ལ། ངོ་ནུ་འགྱོད་བ་དེ་ཉིད་འཁོར་བ་སྣང་ག་ལ། བདེ་བ་ད་ག་འཇིག་པོ་ལ།

ཉམས་ལེན་ནཱ་ལེནྜ་ཀ་པཱ་ཨིན་ཅིན་མིན་གྱི་སྒོ་དང་བར་ལ་འདལ་འགྲོས་རྙེད་པར་དཀའ་བ་ཨ་ལས་ཁྱེར་བ། གཉིས་པ་ཀ་ཚད་མི་རྟག་པ་ཨ་ལས་ཁྱེར་བ། གསུམ་པ་ཀ་ལས་རྒྱུ་འབྲས་ཉམས་ལེན་ནཱ་ལས་ཁྱེར་བ། བཞི་པ་ཀ་འཁོར་བའི་གཉིས་མེད་སྐྱེས་བུ་ཉམས་ལེན་ནཱ་ལས་ཁྱེར་བ། རྒྱུ་མཚན་ཧང་ཏེ་ཀི་ལ་ཡང་བདག་ནི་ལ། སྒོ་དང་བར་ཨ་ཨི་ཏན་པ་ཀའི་འདལ་འགྲོས་རྙེད་པར་དཀའ་བ་ཨ་ནི་འུ་དུ་ད་བུ་བསམ་བློ་གཤེགས་པའི་མར་ནི་ལ་ཨ་ཨི་ཏན་པ་ཀ་ཁྱེད་སྤྲུལ་པའི་ཀ། སྤྲོ་བ་དོར་གཤེགས་པའི་མར་བ་ཨ་ནི་བཞུ་ལས་ལ། མགོ་བཏང་བར་ཨེ་བྷ་གའི་སྦལ་བ་བརྒྱད་དང་འབྱོར་པ་བཅུ་ལྡན་པའི་མཎྜལ་རིན་པོ་ཆེ་དང་གང་གིའུ་མྱོང་པའི་རྣམ་སྨིན་བསམ་མེད་ཀཱི་ལོ་ཀཱི་ལ་ནཱ་ནི། འུ་དུ་ལྟ་བུ་སེམས་ནང་ཀ་གཤེགས་པའི་ཀཱི་བ་ཞུ་རྣམ་སྨིན་བསམ་མེད་བརྒྱད་ཕྱི་དྲོ་ཀཱི་ལ་ནཱི་ཞུ་ལེ་ལ། འུ་དུ་དུར་གཤེགས་པའི་མ་ནི་ལ་ཨཱི་ལྡན་བྃ་གི་ཕྱེད་སྒྲུབ་པའི་ཀ་ནོག་བསམ་མ་གཤེགས་པའི་ལ་མེ་འུ་ནུ་རྒྱུ་བ་ལྡན་གྱི་ཉམས་ལེན་ཨཱ་ལས་སྐབས་ཀ་མགོ་བཏང་བར་བདལ་འགྲོས་རྙེད་པར་དཀའ་བ་ཀཱི་བུ་ཀཱི་བུ་བསམ་བློ་མི་ལས་ཀྱི་བ་ཞུ་འུ་དུ་རྒྱུ་བ་ལ་ཨཱ་ནཱི་ཞུ་ལེ་ལ། གཉིས་པ་གམ། ཚེ་མི་རྟག་པ། གསུམ་པ་གི་མི་ལས་སྲིད་པའི་མི་མི་ལས་འོ་དོད་ལྟ་བུ་མི་འདི་ལས་ཅང་ཟེར་མེད་ལ་ཨ་དལ་འགྲོས་རྙེད་པར་དཀའ་བ་དང་མྱོང་པའི་དཀའ་ལུགས་ཀྱི་ལ་དེ་ནི་རང་བྱང་མྱོང་ཆུང་མ་ལ་འགྲིག་པས་ལ་ཨ་ནི་འོ་དོད་ལྟ་བུ་བསམ་བློ་མི་ལས་ཅང་མི་འོ་དོད་ལྟ་བུ་བསམ་བློ་ངན་པ་སྐྱེ་བོ་སེལ་བའི་དགའ་ལྡན་དག་གིས་དལ་འགྲོས་རྙེད་པར་དཀའ་བ་སྐྱེ་བོ་མྱོང་པའི་དཀའ་ལུགས་ཅང་མྱོང་ནི་འོ་དོད་རྟག་པ་མང་གི་རྣམས་མི་རྟག་པ་གི་ལ་ན་ཨ་ནི་འོ་དོད་ལྟ་བུ་བསམ་བློ་ཤེས་པའི་དགེ་བ་བསྟེན་གྱི་གཉིས་པ་ག། ཚེ་མི་རྟག་པ། ཨ་ནི་འོ་ནི་སྲུང་མ་སྐྱོང་ལ། གསུམ་པ་བཀའ་བཞུ་ལས་རྒྱུ་འབྲས། དབུམ་སྲུང་དམག་གི་མི་ནི་སྲིད་པའི་མི། འཇང་དབུམ། ཚེ་མི་རྟག་པ་གི་ནི་འགྲིག་པའི་ཧང་ཐག་ཀོ་ཡ་ཤི་ནི་ཤིན་ཅིན། རྟ་ཁ་མང་བ་ཡི་འུ་དུ་ལྟ་བུ་མི་ནི་སྲིད་པའི་མི་ལ། འུ་ནུ་ལྟ་བུ་ག་བསམ་བློ་གཤེགས་པའི་འུ་དུ་ལྟ་བུ་བསམ་བློ་ལྡོག་པའི་ག་བདེན་མཐའ་སྐྱེ་ཤོག། ཧང་སྲུང་མ་ལ་སྡང་ནི་ལ། ཨའི་བདེན་པ་ག་ལས་རྒྱུ་འབྲས་བཅའ་ན་ཨ་ནི། འོག་མ་ནང་གི་སྡིག་པ་ནི་ལ་མ་འོངས་པ་འབྲས་བུ་སྡུག་བསྔལ་མྱོང་པའི་ཆ་ན་ནང་གི་དབུ་མ་དགེ་བ་བསྒྲུབས་ནི་ལ་མ་འོངས་པ་འབྲས་བུ་བདེ་བ་མྱོང་པའི་ཆ་ན་ནི། འོད་ལྟ་བུ་ལས་རྒྱུ་འབྲས་བསླུ་བ་མོང་བ་ཆ་ན་ནི། འོངས་ནས་གཟུགས་མ་འཁྱོལ་ལ། ནི། ནི་འོ་ན་ཚིག་མཛོད་ཞི་བ་ཨེ་བདེན་པ་ག། འཁོར་བའི་ཉེས་དམིགས་ལ་ནི། སྐྱོད་ལམ། ཨ་ལས་རྒྱུ་འབྲས་ཆོས་ནི་ཆོས་ཅན་ད་ཀ་མོ་ཨང་ད་ཀོས་ཨ་ནི་འུ་ནུ་ད་བུ་བསམ་བློ་མི་ལི་སི་གཤེགས་པའི་ལ་མིན། འུ་ཏུ་ཀི་བུ་བསམ་བློ་ངན་པ་རྡོག་པའི་དགའ་ལྡན་དག་གིས་འཁོར་བའི་ཉེས་དམིགས་བཅག་ན། འཁོར་བ་ནང་ག་ཀན་མཆུ་འདི་ལ་སྡུག་བསྔལ་དཔག་ཏུ་མོ་བ་བཅག་ན་ཨ་ནི་ལ། སོང་པ་ཀི་མི་ལི་སིག་པའི་མེ་ལ་ལས་རྒྱུ་འབྲས་བཅག་ན་ཀོ་ད་ཀ་མོ་ཨ་མ་འོངས་པ་ཅང་འཁོར་བ་ནང་ག་ཀན་ནི་སྐྱེ་མཆེད་མི་ལི་མི་ལ། གི་ནི་ར་མོ་འཁོར་བ་ནང་ག་ལ་པུ་ར་རང་སྡུག་བསྔལ་གི་ལ་ན་ཨ་སྲུང་མ་ལ་མི་ལ། འོ་དོ་ལྟ་བུ་སྡུག་བསྔལ་གྱི་བ་མ་སྲིན་ནི་ལ། སྡུག་བསྔལ་གྱི་བུ་དབུ་མ་ཨའི་བདེན་པ་གིས་མི་འཇའ། སྡུག་བསྔལ་གྱི་བུ་མྱོང་ནི་མྱོང་བྱས་མི་འཇའ་དབུ་མ་རང་དགའ། སྡུག་བསྔལ་གྱི་བུ་རང་དགའ། གཏན་འགག་མ་བབས་པ་རང་དགའ་མ་མྱོང་པ་རྟེན་གྱི་འོ་དོ་ལྟ་བུ་མི་འཇའ་མ་གཏོགས་མ་འོངས་པ་འཁོར་བ་རྣམས་ག་གེ་འཆུམས་ཏེ་ངན་སོང་གསུམ་ག་གེ་འཆུམས་ཏེ་ལ། འོ་ནོ་སྡུག་བསྔལ་གྱི་བུ་ཨེ་བ་གི་ཟད་པ་བསྒོམས་པས་མར་པ་འོ་དོ་དང་ཟད་པར་དཀའ་བ་ག་འོ་དོ་ལྟ་བུ་སྡུག་བསྔལ་གྱི་བུ་ངན་སོང་གསུམ་ག་སྡུག་བསྔལ་གྱི་བུ་དཔག་ཏུ་མ་མྱོང་པས་ན། འུ་དུ་ལྟ་བུ་འུ་བ་ནི་འུ་ནི་སྲུང་མ་དགེ། འུ་ནུ་ལྟ་བུ་སྲུང་མ་ག་སྟེང་གི་ཤོ་གོང་མ་ན་འདལ་ཆོས་རྙེད་པར་དཀའ་བ་ཁེ་བུ་ཉམས་ནི་ན་ནི་ནི་འུ་ན་ཚིག་འཛིན་ཚེ་མི་རྟག་པ་ཉམས་ནི་ན་ནི་འུ་ན་ཚིག་འཛིན་ལས་རྒྱུ་འབྲས་དུང་ག་བསམ་ནུ་མི་ནི་ནི་འུ་ན་བཞི་པ་ག་ཤོ་ཨེ་དེ་འཁོར་བ་ག་ཉི་མི་ག་ནི་འུ་དུ་ལྟ་བུ་བསམ་ནུ་ཤེག་ནི་ཤོ་འུ་ནུ་ལྟ་བུ་བསམ་ནུ་ཤེག་ནི་ག་ཚིག་འཛིན་ཤོ་ཨེ་དེ་བ་ཡ་ཨོམ་གི་ནི་ལ་དགེ་བ་སྒྲུབ་པའི་ཁས་ལེ་ལ་ན་སྡིག་པ་སྤང་མེད་ཁས་ལེ་ལ་ན་འུ་དུ་ལྟ་བུ་ཐུགས་བསམ་ཤེག་པས་འགྱོད་ལ་འོག་ཏུ་ལྟ་བུ་བསམ་བློ་གཤེགས་ཏེ་ཤོག་ནི་འོ་ན་ཚིག་མཛོད་དཀོན་མཆོག་གསུམ་ཀ་སྐྱབས་སུ་འགྲོ་ནི། ནི་འོ་ནི་གིས་དཀོན་མཆོག་གསུམ་ཀ་སྐྱབས་སུ་འགྲོ་ནི། ནི་འོ་ནི་གིས་གིས་དགེ་བ་བགེགས་བུ་བློ་སྟོབས་རྣམ་པ་བཞིའི་སྐྱེས་བུ་ཚུལ་བཞིན་དུ་བསྒོམ། འོ་ན་ཚིག་མཛོད་ནི་ཨའི་བདེན་པ་ག་སྡིག་པ་བཤགས་པ་གིས་ནི་སྡིག་པ་བགེགས་བུ་བཤགས་པ་བི་ནི་ཚོགས་བསགས་པས་གིས་ནི་ལ་ཚོགས་བསགས་པས་གིས་ནི་ལ་ཆད་དོན་ཀོ་ར་ལ་སོགས་པ་བ་ཟ་གུ་རུ་བསྒྲགས་ནས་ནི་བསམ་པ་བོ་བསམ་བསམ་བློ་གིས་ནི་བོ་རྣམ་པ་རྣམ་དག་ག་ནི་འོག་ཏུ་ལྟ་བུ་ཨ་ནི

ཨེ་བྷ་ག་བློ་གཏོང་རྣམ་པ་བཞི་གི་བུ་ངེས་པར་དུ་བདེན་དང་སྲིད་ནི་བློ་གཏོང་རྣམ་པ་བཞི་པོ་ཉམས་ལེན་གྱི་བུ་ངེས་པར་དུ་ཨ་ལས་ཀྱོ་ཞོ་ན་མི་བསམ་མི་དགེའི་ཕྱི་ལུགས་ཀྱི་ལ་ན་ཨ་ནི་གཟའ་པ་ཏྲ་རིན་པོ་ཆེ་འོ་ནས་གསུངས་མ་ལ་ཨན་ཞུ་ལས་ངོ་ནུབ་གྱུར་བ་དེང་གི་ཇི་ཐི་ནོང་ནི་བློ་གཏོང་རྣམ་པ་བཞི་གི་བུ་བདེན་དང་མདོག་མདོག་ཨ་ནི་གཟེ་མོ་ཨ་ནི་ཞུ་ཨ་ཨན་ཞུ་ལས་ཐུར་ནེག་ཙི་ཀ་ཕན་འདོགས་པའི་རེ་བ་སྐལ་པ་བྱ་ཨན་ཞུ་ལས་ལ་སོགས་བཀའ་དྲིན་ཆེ་ལ་ཐུགས་རྗེ་ཆེ།